གནམ་འོག་གི་གསར་འགྱུར་ཚན་པས་སྤྱི་ཚོགས་ཆེད་སྤྱོད་ལེ་ཚན་ལ་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་སྐུ་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་བདུན་བོད་ཟླ་བཅུ་གཅིག་པའི་ཚེས་པ་བཅུ་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་པ་ཉི་ཤུ་བཞི་རེས་གཟའ་ཕུར་བུ་རེད། ཐེངས་འདིའི་ལེ་ཚན་དེ། གནམ་འོག་གི་གསང་རྒྱུད་ཚན་པའི་ལས་རིམ་སྤྱི་འདོན་ཐིང་ཉིས་བརྒྱ་བདུན་ཅུ་དང་གཅིག་དང། བརྙན་འཕྲིན་ལས་རམ། བརྒྱ་དང་ཉི་ཤུ་རྩ་བདུན་པ་དེ་རེད། ལེ་ཚན་བརྙན་འཕྲིན་ཞུ་མཁན། ཕྲན་གསར་འགོད་པ་ཉག་རོང་བཙན་པོ་ཡིན། དེ་རིང་གི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ནང་ལ། རྩོམ་པ་པོ་ཟིང་དར་མ་ལགས་ཀྱིས་རྩོམ་སྒྲིག་གནང་པ། Donald Trump གྱིས་སྒོ་ཕྱེ་བའི་དུས་རབས་གསར་པ་ཞེས་པའི་རྩོམ་ཡིག་འདི་ངོ་སྤྲོད་སྒྲོག་སྦྱང་ཞུ་རྒྱུ་ཡིན། Donald Trump གྱི་སྒོ་ཕྱེ་བའི་དུས་རབས་གསར་པ། ལོ་འདི་དག་གི་ནང་མཐོང་ཐོས་རེ་རིགས་ལ་ལྟོས་ཀྱིས་རྩི་ཤིང་ཁ་དོག་བརྗེས་པ་བཞིན་དུ་ཨ་རིའི་ནང་དུ་འགྱུར་བ་ཆེན་པོ་འཇིག་འགྲོ་བཞིན་པ་ནི། ཨ་རིའི་མང་ཚོགས་ཚོས་གསར་ཁང་གཙོ་གྲས་དག་ལ་ཡིད་ཆེས་འབོར་བཞིན་ཡོད་པ་དང། སྔོན་ཆད་གུས་བརྩི་དང་ཆེ་མཐོང་སྤྲོད་སའི་གསར་འགོད་པ་དག་ལ་ལྟ་སྟངས་འགྱུར་བཞིན་པ་དེ་རེད། མི་སེམས་ཀྱི་འགྱུར་བ་ཆེན་པོ་འདི་ནི་ཨ་རིའི་སྲིད་འཛིན Donald Trump གྱིས་ཨ་རིའི་གསར་ཁང་གཙོ་གྲས་དག་ལ་གསར་འགྱུར་རྫུན་མ་ཞེས་པའི་ཆོ་ལོ་དེ་སྦྱར་བ་ནི་མེ་ལ་སྣུམ་བཞོས་པ་ལྟ་བུ་བྱུང་བ་དང་དུས་དེ་ཙམ་ནས་ཨ་རིའི་མི་སེར་ཚོས་གསར་ཁང་གཙོ་གྲས་དག་གི་སྨྲ་བརྗོད་ལ་རི་བོང་ཅལ་འདྲོགས་ལྟར་མིན་པར་ཡིད་འཇོག་དང་དཔྱད་པ་བྱས་པས། གསར་ཁང་གཙོ་གྲས་ཚོས་རྫུན་པགས་བཤུས་གདོང་རིས་འབུལ། གསར་འགོད་པ་ཚོས་སྐད་ཆ་ཡང་གྲོང་མའི་ཨ་མས་དཀྲོགས་གཏམ་ལས་ཀྱང་རིན་ཐང་ཆུང་བའི་ཚད་ལ་སླེབས། Donald Trump གྱིས་ཨ་རི་ལ་འཁྱེར་ཡོང་བའི་འགྱུར་བ་ནི། མི་ཚོས་གསར་ཁང་གཙོ་གྲས་དག་ལ་ངོས་འཛིན་སྟངས་ཙམ་མ་ཡིན་པར། མི་རྣམས་ཀྱིས་ཤ་རུས་པགས་པ་ནས་གནམ་གཤིས་བར་དུ་གཡོ་འགུལ་ལན་གཅིག་བཏང་ཡོད་པས། འགྱུར་བ་འདི་ནི་ཨ་རི་ཙམ་མ་ཡིན་པར། བདེན་པའི་ཉི་འོད་ཕྱོགས་བཞིར་འཚེར་བ་བཞིན་དུ་འཛམ་བུ་གླིང་གི་ཡུལ་གྲུ་གང་སར་འཕྲོ་བཞིན་པ་མ་ཟད། ཤུགས་རྐྱེན་ནི་ཚད་ཀྱིས་འཇལ་དཀའ་བ་དང་ནུས་པ་ནི་བཟང་ཕྱོགས་སུ་ཐོན་བཞིན་ཡོད། ལོ་རྒྱུས་ལ་ཕྱི་མིག་བལྟས་ན། འཛམ་གླིང་དམག་ཆེན་གཉིས་པའི་རྗེས་སུ་ཨ་རི་དང་ཨུ་རུ་སུ་གཉིས་སྟོབས་ཆེན་རྒྱལ་ཁབ་ཆགས་ཡོད་པ་དང། རྒྱལ་ཁབ་འདི་གཉིས་བར་དུ་དྲག་དམག་ཅེས་པའི་སྟོབས་ཤུགས་འགྲན་བསྡུར་བྱུང་ཡོད། ཨུ་རུ་སུས་རྒྱ་ནག་གཙོས་པའི་རྒྱལ་ཁབ་ཁག་ཏུ་དམར་པོའི་ལྟ་གྲུབ་སྤེལ་བ་དང་ལྷན་དུ་ཨ་རིས། ལྷོ་ཨ་མེ་རི་ཀ་གླིང་གི་རྒྱལ་ཁབ་མི་ཉུང་བ་ཞིག་གུང་ཁྲན་ལམ་ལུགས་སུ་མི་འགྲོ་བའི་ཆེད། དེ་དག་ལ་དཔལ་འབྱོར་ཐོག་ནས་ཤུགས་རྐྱེན་རོགས་རམ་གང་ཐུབ་བྱས་འདུག་སྟོབས་ཆེན་རྒྱལ་ཁབ་འདི་གཉིས་ཀས་འཛམ་བུ་གླིང་དུ་དྲང་བདེན་ཡོང་བ་བྱེད་དགོས་ཞེས་པའི་མིང་ཐོག་ནས་ཤུགས་རྐྱེན་རྒྱ་སྐྱེད་བཏང་བ་དེ་ནི་ཁྱོད་མན་ངག་མཆོག་གི་སྲིད་ལུགས་མི་འདྲ་བ་གཉིས་བར་གྱི་འགྲན་བསྡུར་དྲག་པོ་ཞིག་རེད། སྐབས་དེ་དུས་ཨུ་རུ་སུས་དམག་གསར་དམག་བཅུའི་ལམ་ནས་རང་གི་ཨབ་ཕྲུག་མའོ་ཙེ་ཏུང་ལ་བོད་བཙན་བཟུང་བྱེད་དགོས་པའི་བཀའ་བཏང་ཡོད་པ་དང། ཨ་རིའི་ནང་དུ་ཡང་ཆབ་སྲིད་པ་ཚོས་གུང་ཁྲན་གསར་བརྗེ་མི་ཡོང་ཆེད་ཆུ་བདག་རྣམས་ལ་ཁྲལ་བརྒྱ་ཆ་དགུ་བཅུ་བརྒལ་བ་བརྒྱབ་ནས་ཀུན་སྤངས་ཚོའི་འཚོ་བ་ལེགས་སུ་བཏང་ནས་བློ་འགུག་ཐབས་བྱས་འདུག་ཕྱུག་བདག་ཚོའི་ཁྲོད་ནས་ཀྱང་མི་འདོད་པའི་རྣམ་འགྱུར་འདོན་ཕོད་མཁན་བྱུང་མེད། རྒྱུ་མཚན་ནི། གལ་སྲིད་ཨ་རི་ལ་ཡང་གུང་ཁྲན་སྲིད་དབང་དར་ན། ཁབ་སྐུད་ཙམ་གྱི་བདག་དབང་ཡང་ཤོར་ངེས་ཡིན་པའི་གནས་ལུགས་ཧ་གོ་བའི་དབང་གིས་རེད་འདུག་གྲང་དམག་འཛའ་དྲག་པའི་སྐབས་སུ་ཨ་རི་བ་ཚོས་སྐར་མར་ཞྭ་མོར་བཏགས་པའི་ཨུ་རུ་སུའི་དམག་མི་དེ་དག་སང་སང་གནང་ན་ཨ་རི་ལ་སླེབས་ཡོང་གི་རེད་ཅེས་དངངས་འཚུབ་བྱེད་མྱོང་བའི་ལོ་རྒྱུས་དེ་དག་ཨ་རིའི་རྒན་རབས་ཚོས་ད་དུང་ཡང་བརྗེད་མེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ཨུ་རུ་སུ་འཐོར་བའི་རྗེས་སུ། ཨ་རི་ནས་ནགས་ཁྲོད་དུ་རྒྱུ་བའི་རྟ་རྒོད་ཉག་ཅིག་དང་དགུང་སྔོན་ན་རྩེད་བཞིན་པའི་གླག་རྒོད་ཁེར་མ་དེ་ཆགས་པ་རེད། དུས་དེ་ཙམ་ནས་ཨ་རིའི་ཕྱུག་བདག་ཚོའི་མགོ་ཐོག་ན་དཔྱངས་པའི་རྩབ་དྲི་དེ་མེད་པར་གྱུར་བ་དང། ཨ་རིའི་ཆབ་སྲིད་པ་དང་ཤེས་ཡོན་ཅན་དག་ལ་གནམ་འོག་འགྲན་ཟླ་བྲལ་བའི་ལམ་ལུགས་དེ་ཉིད་རང་ལ་ཡོད་པའི་ཁེངས་པ་དགུང་སྔོན་དབྱིངས་ལ་ལྡིང་བའི་ཞེ་ས་བཀྲག་ས་མེད་པར་གྱུར་པས་ཕྱུག་བདག་དེ་ཚོ་སླར་ཡང་མདོ་ངམ་གྱི་ཟིལ། ཆབ་སྲིད་པ་རྣམས་སྤོབས་པའི་དབྱིངས། ཤེས་ཡོན་ཅན་ཚོའི་ཁོག་ན་ཡོད་པའི། ཉམ་ཐག་མི་སེར་གྱི་ཕན་བདེའི་ཆེད་དུ་བརྩོན་གྱི་ཡོད་ཨ་སྙམ་པའི། སེམས་འགྱུའི་གྲོགས་མོ་དེ་ཉིད། རྟ་ཕོ་སྒྲོག་ལས་ཤོར་བ་ལྟར། དོན་དངོས་དང་རྒྱང་གིས་ཆོད་པའི། རང་མགོ་གཡོག་བྱེད་ཀྱི་དམིགས་ཡུལ་ཡོལ་བ་རིམ་པས་གྲུབ། དུས་སྐབས་དེ་འདྲ་ཞིག་གི་མཚམས་སུ། རྒྱ་ནག་ནས། ཨ་རིའི་རུ་མི་རྒྱུད་གཉིས་ཀ་བཏང་ནས་རུལ་སོང་འབྲེལ་བ་དམ་གསུམ་བཙུགས་པའི་རིམ་པའི། ཨ་རིས་ཕྱུག་བདག་ཚོའི་འདོད་རྔམ་དང་དེ་དག་གི་མ་རྩའི་བསྐོར་བའི་ཆབ་སྲིད་པ་དང་གསར་འགོད་པ་གཙོས་པའི་ཤེས་ཡོན་ཅན་སོགས་ཀྱི་ཤུགས་རྐྱེན་འོག་ཨ་རིའི་བཟོ་གྲྭ་མང་པོ་རྒྱ་ནག་ལ་སྤོས་འདུག་དུས་དེ་ནས་བཟུང། སྤྱི་དམངས་ཀྱི་ཆབ་སྲིད་ཐོབ་ཐང་ད་ལྟ་ཡང་བྲན་གཡོག་གི་ངོ་བོ་རུ་ལུས་པའི་རྒྱ་མི་དུང་ཕྱུར་མང་པོ་ནུབ་ཕྱོགས་ཀྱི་ཕྱུག་བདག་དང། རྒྱ་ནག་སྲིད་གཞུང་ཁེ་ཕན་གཅིག་ཏུ་འབྲེལ་བའི་བྲན་གཡོག་ཏུ་གྱུར་པ་དང། དེ་དག་ལས་བྱུང་བའི་ཁེ་སྤོབས་ཆེན་པོ་ནི། ཨ་རི་གཙོས་པའི་ཕྱུག་བདག་དེ་དག་དང། རྒྱ་ནག་གཞུང་གི་ཁེ་ཕན་འཛིན་མཁན་ཚོས་མཉམ་དུ་ལོངས་སུ་སྤྱད་ཡོད་པས། དོན་ངོ་མར། རྒྱ་ནག་གི་མི་སེར་གླེན་པ་དེ་ཚོས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་བ་མ་ཟད། ཨ་རི་རུ་བཟོ་གྲྭ་ཕལ་ཆེ་བ་རྒྱ་ནག་ཏུ་སྤོས་ཕྱིན་པའི་དབང་གིས། ཕྱུག་བདག་ཚོའི་ཡོང་འབབ་ལྡབ་བཅུ་འགྱུར་གྱིས་མང་དུ་ཕྱིན་ཡོད་མོད། ཀུན་སྤངས་ཀྱི་འཚོ་བ་ལ་བཟང་ཕྱོགས་ཀྱི་འགྱུར་བ་གང་ཡང་བྱུང་མེད། འདི་དག་ཐམས་ཅད་ཀྱི་རྒྱུ་རྐྱེན་ནི། ཨ་རིག་ཕྱུག་བདག་ཚོའི་འདོད་རྔམ་དང་ཆབ་སྲིད་པ་ཚོའི་སྤོབས་སེམས། ཤེས་ཡོན་ཅན་རྣམས་ཀྱི་གླེན་རྟགས་འོག། མིང་དོན་གྱི་ཁེ་ཕན་ཁོ་ནའི་ཆེད་དུ་རྒྱ་ནག་གི་ཁེ་ཕན་འཛིན་མཁན་རྣམས་དང། ཁེ་ཕན་འདོད་པ་གཅིག་ཏུ་སྦྲེལ་བ་ལས་བྱུང་བ་རེད། རྒྱ་ནག་གཞུང་ནས་ཀྱང་ཨ་རི་དང་ཚོང་འབྲེལ་བརྒྱུད། རང་གི་མི་སེར་བྲན་གཡོག་ལྟར་བཀོལ་བ་ལས་བྱུང་བའི་དངུལ་དེ་དག་བེད་སྤྱོད་བཏང་ནས། ཨ་རིའི་ནང་གི་ཆབ་སྲིད་པ་དང་ཕྱུག་བདག། ཤེས་ཡོན་ཅན་སོགས་ལྷུན་འགུག་བྱས་ཡོད་པ་དང། ཁུག་རྟ་ཞེས་གྲགས་པའི་བོད་མའི་གསང་མྱུལ་མཛེས་མ་མང་པོ་བཏང་ནས། ཨ་རིའི་ཆབ་སྲིད་པ་དང་ཚན་རིག་པ་སོགས་ཀྱིས་ཁྲིད་ནས་གསང་བ་མང་པོ་ལེན་ཐབས་དང་ཨ་རིའི་ཆབ་སྲིད་ནང་འཁུར་དུ་དཀྲུག་ཤིང་སློང་ཐབས་སོགས་ཅི་ཡང་རིགས་པ་བྱེད་བཞིན་ཡོད་ལ། ཨ་རིའི་འཛམ་བུ་གླིང་དུ་དམངས་གཙོ་སྤེལ་བཞིན་པའི་ཁ་གཏད་དུ་ད་ལྟ་རྒྱ་ནག་གིས་ཨུ་རུ་སུའི་རྗེས་འཛིན་པ་བཞིན་ཨ་རིའི་ནང་དུ་གུང་ཁྲན་དམར་པོའི་བསམ་མནོ་ལྷག་འཕྲོར་ལུས་པ་དག་ལ་དཔལ་འབྱོར་བཏང་ནས་བསྐྱར་གསོ་བྱེད་ཨེ་ཐུབ་ལྟ་བཞིན་པ་མ་ཟད། ནམ་ཞིག་འཛམ་བུ་གླིང་དབང་དུ་འགྱུར་འདོད་ཀྱིས་རྒྱ་ནག་གི་སྨོན་ལམ་གཏོང་བཞིན་ཡོད། འདི་ལྟ་བུའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ཆེན་པོ་ཞིག་གི་འོག་ཨ་རིའི་མི་སེར་ཚོ་རྨོངས་གཉིད་ལས་གཟེར་མགོ་ཚུགས་ཡོད་པ་དང། དེའི་རྐྱེན་གྱིས་ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དྲུག་ལོར། Donald Trump ཨ་རིའི་སྲིད་འཛིན་དུ་ཐོན་ཐུབ་ཡོད། འདས་པའི་ལོ་བཞི་ཙམ་གྱི་རིང་དུ་ནལ་ཁྲོམ་གྱིས་རྒྱ་ནག་ལ་སྲིད་ཇུས་རྩུབ་པོ་དང་བཟོ་གྲྭ་མང་པོ་ཨ་རིའི་ནང་དུ་ཕྱིར་འཐེན་བྱེད་འགོ་བཙུགས་པ་སོགས་ཀྱིས། ལོ་ནལ་ཁྲོམ་ནི་ཨ་རིའི་མི་སེར་གྱི་མགོན་སྐྱབས་ངོ་མ་ཡིན། ཞེས་ཨ་རིའི་མི་སེར་ཁྲོད་དུ་ལོ་རྒྱུས་ནང་བྱུང་མྱོང་མེད་པའི་དགའ་ཞེན་ཐོབ་པ་དང། རྒྱ་གར་དང། ཐེ་ཝན་སོགས་རྒྱ་ནག་གི་དགྲ་ཡོར་གྱུར་པ་དག་གིས་རྒྱབ་སྐྱོར་ཤུགས་ཆེན་ཐོབ་ཡོད། ལྷག་པར་དུ་ད་ལོའི་ཨ་རིའི་སྲིད་འཛིན་འོས་བསྡུའི་ཁྲོད་དུ་སྲིད་འཛིན Trump ལ་གྲངས་ཀ་མཐོན་པོའི་ངང་ནས་འོས་ཐོབ་ཡོད་པ་མངོན་གསལ་དོད་པོ་ཡིན་མོད། ཨ་རིའི་ཁེ་ཕན་འཛིན་མཁན་དང་རྒྱ་ནག་གི་ཁེ་ཕན་འཛིན་མཁན་སོགས་ཀྱི་སྟོབས་ཤུགས་ཟླ་གཅིག་ཏུ་སྦྲེལ་ནས Donald Trump གྱི་སྲིད་འཛིན་ལམ་བུ་འགོག་ཨེ་ཐུབ་ལྟ་བཞིན་པ་དང་ཕྱུག་བདག་ཚོས་གཉེར་བའི་གསར་ཁང་གཙོ་གྲས་དག་གིས་ལོ་ངོ་བཞི་རིང་དུ་མང་གཙོའི་ཁྱད་ཆོས་ཡིན་ཁུལ་གྱིས་དཀར་ནག་དབྱེ་འབྱེད་མེད་པར་རྡོ་ནལ་ཁྲོམ་ལ་སྐྱོན་བརྗོད་བྱས་ནས་ཡོང་ཡོད་ལ་ད་ཐེངས་ཀྱི་འོས་བསྡུའི་ནང་ལོང་བའི་གྲི་ཐོགས་པ་བཞིན་ཨ་རིའི་བདེན་པའི་སྟོབས་ཤུགས་ཀྱི་གཤེད་མར་གྱུར་ཡོད་ཕྱུག་བདག་ཚོ་སྐྲག་ས་ནི་རྡོ་ནལ་ཁྲོམ་གྱི་སྲིད་བྱུས་དེ་དག་གིས་ཁོ་པ་ཚོའི་ཁེ་ཕན་ལ་གནོད་དོགས་རེད་མོད་དོན་ངོ་མ་རྒྱ་ནག་གིས་རང་གི་སྐད་བཏུབ་བཞིན་པ་མི་ཚོར་བར་རྡོ་ནལ་ཁྲོམ་གྱིས་རང་གི་ལུས་ཐོག་ནས་བ་སྤུ་བཀོག་གིན་འདུག་ཅེས། ངོ་བཤད་བྱེད་པ་ནི་ཇི་འདྲའི་མིག་རྒྱང་ཐུང་བ་ཞིག་མ་རེད་དམ། ཁོ་པ་ཚོའི་བྱེད་སྟངས་དེས Donald Trump ལ་མང་ཚོགས་ཀྱི་ཡིད་ཆེས་དེ་བས་ཆེ་རུ་ཐོབ་པ་མ་ཟད་མང་ཚོགས་ཚོས Donald Trump ནི་དོན་ངོ་མས་ཨ་རིའི་མི་སེར་དང་རྒྱ་ནག་གི་མི་སེར། འཛམ་བུ་གླིང་གི་མི་སེར་ཕལ་བ་ཚོས་ཁེ་ཕན་ལ་རྩོད་ལེན་བྱེད་མཁན་ཞིག་ཡིན་པའི་ངེས་གཞི་རྙེད་ཡོད་པས་ད་ལྟ་ནི Donald Trump གྱི་དུས་རབས་སུ་སླེབས་ཡོད་པ་དང Donald Trump གྱི་བསམ་པའི་འཁྱེར་སོ་དེས་འཛམ་བུ་གླིང་འདི་ལམ་ཁ་གསར་པ་ཅིག་ལ་ཁྲིད་འགྲོ་བ་གསལ་བོ་ཆགས་ཡོད། གལ་སྲིད་འོས་ཤོག་བསྐུར་མ་བསྐུར་བ་བཞིན་དུ་ཨུ་ཚུགས་ཀྱིས་བགྲེང་སེམས་འཛིན་ལམ་དུ་གཏོང་པ་ཡིན་ན་ཡང། ཨ་རིའི་སྐྱོན་སྤངས་ཀྱི་སེམས་པ་ནི་རྨོངས་གཉིད་ལས་ཟད་ཚར་བའི་རྡོ་ནལ་ཁྲམ་གྱི་སྒོ་ཕྱེ་བའི་དུས་རབས་ཀྱི་ལམ་སྣེ་དེད་ནས་མུ་མཐུད་ཤར་སྐྱོད་བྱེད་ངེས་རེད། མིའི་རིགས་ཀྱི་སྤྱི་ཚོགས་ནང་ཆབ་སྲིད་ཟེར་བའི་ནུས་པ་ཡང། ཁེ་ཕན་བགོ་བཤའ་རྒྱག་ཐབས་ཤིག་ཡིན། ནུབ་ཕྱོགས་སུ་སྤེལ་བཞིན་པའི་མང་གཙོ་དང་རང་དབང་གི་ལྟ་གྲུབ་འདི་ནི་དོན་ངོ་མར། མི་ཚང་མའི་ཁེ་ཕན་དང་ཐོབ་ཐང་ལ་ཕན་པ་ཡོད་པ་ཅིག་ཡིན་པས། ད་ལྟ་འཛམ་བུ་གླིང་གི་རྒྱལ་ཁབ་ཕལ་ཆེ་བས་མང་གཙོ་དང་རང་དབང་ནི། རྒྱལ་ཁབ་གང་གི་མདུན་སྐྱོད་ཀྱི་ལམ་བུའི་ཁ་ཕྱོགས་སུ་བཟུང་ཡོད། ཡིན་ན་ཡང། འདི་ལྟ་བུ་མི་ཕལ་ཆེ་བའི་ཁེ་ཕན་སྲུང་བྱེད་ཀྱི་འཕྲུལ་འཁོར་ཆེན་པོ་འདི་བསྐོར་མཁན་ནི་ཆབ་སྲིད་པ་ཚོ་ཡིན་ལ། དུས་གསུམ་ཁོག་ཏུ་ཆུད་པའི་ཆབ་སྲིད་པ་མང་པོའོ། མདོག་ངམ་ནོར་གྱིས་བཟི་བའི་ཕྱུག་བདག་ཚོའི་ཁ་ལོ་བསྒྱུར་འགྲོ་བས་ན། མང་གཙོ་དང་རང་དབང་མིང་ཐོག་ནས་སྤེལ་བཞིན་པ་ཐམས་ཅད་འབྲས་བུ་ཡག་པོ་འབྱུང་བའི་ངེས་པ་མེད་པ་ནི་ཨ་རི་ཕྱུག་བདག་དང་ཨ་རི་ནང་གི་སྤྱི་ཚོགས་རིང་ལུགས་བསམ་བློ་ལྡན་པའི་ཤེས་ཡོན་ཅན་རྣམས་ཀྱིས་རྒྱ་ནག་གི་ཁྲོམ་ར་ཁ་ཕྱེ་ནས་རྒྱ་ནག་གུང་ཁྲན་དམར་པོའི་སྟོབས་ཤུགས་ཆེ་རུ་བཏང་བ་ལས་གོ་བ་ལེན་རྒྱུ་ཡོད་པ་ཡིན། ཨ་རིའི་ཤེས་ཡོན་ཅན་ཚོའི་ཁྲོད་ནས་རྒྱ་ནག་མི་སེར་གྱི་འཚོ་བ་ཡག་ཏུ་ཕྱིན་ན་རྒྱ་ནག་གི་ཆབ་སྲིད་ལ་ཡང་བཟང་ཕྱོགས་སུ་འགྱུར་བ་འགྲོ་སྲིད་པའི་སྡོམ་ཚིག་དང་རེ་བ། ཁ་གཡར་ས་བྱེད་མཁན་སྣ་ཚོགས་བྱུང་ཡོད་མོད། དེ་དག་ཐམས་ཅད་འཁྲུལ་སྣང་ཡིན་པ། ད་ལྟ་དོན་དངོས་ཀྱིས་ར་སྤྲོད་བྱས་དང་བྱེད་བཞིན་ཡོད་པ་རེད། རང་རེ་བོད་པ་རྣམས་ཀྱི་ཐབས་རྩོད་འདི་ནི་བདེན་པའི་ཐབས་རྩོད་ཡིན་ཞེས་འབོད་པ་སྟེ། མེས་པོ་གོང་མས་མི་རབས་ནས་བོད་པ་ཚོ་ལ་བདག་པའི་ས་ཐོག་ཏུ་བོད་པ་ཚོ་རྒྱ་མིའི་བྲན་དུ་བསྒྱུར་ཅིང་རང་གི་ཕ་སྐད་མ་ཡིག་ཀྱང་བདག་པོ་རྒྱབ་དཀའ་བའི་དུས་ལ་སླེབས་ཡོད་པས་འཛམ་བུ་གླིང་འདིར་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཏུ་སླེབས་ན། བོད་པ་ལ་ཡང་མདུན་ལམ་ཡོད་པ་ཡིན་པས་བཟང་ཕྱོགས་ཀྱི་འགྱུར་བ་དེ་སླེབས་པར་བོད་པ་རྣམས་ཀྱི་ནུས་པ་ནི་གཞན་དག་ལས་ཀྱང་མང་བ་འདོན་འོས་པ་ཡིན། འདི་ལྟར། བསྟན་པ་ཕན་ནུས་ཀྱི་རི་མོ་བཞིན་དུ་མི་ཡི་རིགས་ཀྱི་སྤྱི་ཚོགས་འདི་ཉིད། ཤེས་ཐིང་རྒྱ་ཡི་རྗེས་སུ་སེམས་པ་བཟང་ཕྱོགས་སུ་འགྱུར་ནས་རིམ་པས་བདེ་སྐྱིད་ཀྱི་འཚོ་བ་ལོངས་སུ་སྤྱོད་རྒྱུ་ཡོང་བ་དང་ནམ་ཞིག་སྐྱིད་མ་ཁྱོག་ནས། ལས་ངན་རྣམ་སྨིན་གང་མང་བསགས་རྗེས། དམྱལ་བའི་མེ་ནང་ལ་ཡང་གདོང་གཏོད་རྒྱུ་ཁད་ཀྱི་ཡོད། ང་ཚོ་བཙན་བྱོལ་བོད་པ་རེ་འགས་སེམས་སུ་རྒྱ་མོའི་སྟོབས་ཤུགས་ཆེན་པོ་ཆགས་པའི་དུས་འདིར། བོད་པ་ལ་ཡང་བཟང་པོའི་ཞོར་ལ་ཇག་ཆང་ཡོང་རེ་བྱེད་ཀྱི་ཡོད་མོད། དེ་ནི། རང་མགོ་རང་གིས་གཡོགས་པ་ཙམ་ལས་དོན་དངོས་དང་ཧ་ཅང་གི་རྒྱང་ཐག་ཆོད་པ་ཡིན། དེ་ལྟ་བུའི་བསམ་ཚུལ་འཛིན་མཁན་ནི། རྒྱ་མི་རིགས་ནི་ལ་རྒྱུས་ང་རྩ་བ་ནས་མེད་པའི་ཁྲོད་དུ་འབྱུང་བཞིན་ཡོད། ནམ་ཞིག་རྒྱ་ནག་གཞུང་འདི་སུ་གང་ལ་ཡང་སྐྲག་མི་དགོས་པའི་ཉི་མ་དེ་ཤར་བ་དང་ལྷན་དུ། ཆབ་སྲིད་དགོས་མཁོའི་ཆེད་དུ་ཉར་བའི་བོད་པ་དང་ཡུ་གུར་བ་འདི་དག་རྩ་མེད་དུ་གཏོང་ངེས་པ་ནི། རྒྱ་མི་རིག་གནས་ཀྱི་རིག་པའི་བྲོད་པ་ཡིན་ལ། ཧོང་ཀོང་ལྟ་བུ་ཡང་ས་དགོས་པ་ལས་མི་མི་དགོས་ཞེས་ལབ་ཀྱི་ཡོད་ན། རྩམ་པ་ཟ་མཁན་གྱི་བོད་པ་དང་ཕག་ཤ་མི་ཟ་མཁན་གྱི་ཡུ་གུར་བ་འདི་དག་ནི་རྒྱ་མིའི་མིག་ལ་དུས་རྟག་ཏུ་གཟན་པོ་ཡོད་ཡོད་པ་རེད། ད་ལོ་གཞིས་སུ་བཞུགས་པའི་བོད་པའི་ཤེས་ཡོན་ཅན་མི་ཉུང་བ་ཞིག་གིས་ཨ་རིའི་སྲིད་འཛིན Donald Trump ལ་རྒྱབ་སྐྱོར་ཆེན་པོ་གནང་བཞིན་པ་འདི་ནི་ཧ་ཅང་དགའ་འོས་པའི་གནད་དོན་ཞིག་རེད་འདུག་ཁོ་པ་ཚོ་ལ་དེ་ལྟ་བུའི་ཤེས་རབ་འབྱུང་ཐུབ་པ་ནི་ཁྲག་དང་མིག་ཆུའི་བཙན་གྱིས་བདས་པ་ཡིན་ལ་རྒྱ་མི་རྣམས་དང་དུས་རབས་ཕྱེད་ཀ་ལྷག་ཙམ་མཉམ་འགྲོགས་མཉམ་སྡོད་བྱས་པའི་འཚོ་བའི་མྱོང་བ་ལས་ཀྱང་བྱུང་བ་ཡིན། ཁོང་རྣམ་པས་རྒྱ་ནག་གུང་ཁྲན་གཞུང་ལ་ནམ་ཡང་རེ་སྟོང་མི་འཆང་ཞིང་བོད་པའི་མདུན་ལམ་ནི་ནམ་ཡང་རྒྱ་ནག་གུང་ཁྲན་ཉམས་རྒུད་ཀྱི་ཁོར་ཡུག་ཅིག་གི་ནང་ནས་མ་གཏོགས། རྙེད་མི་སྲིད་པའི་ངེས་ཤེས་བརྟན་པོ་ཞིག་ཡོད་པ་གསལ་པོ་རེད་འདུག་ང་ཚོ་བཙན་བྱོལ་བ་བོད་པ་ཚོའི་སྙིང་ཁོང་གི་མཚོ་དང་མཚེའུ་ལ་ཡང་དེ་ལྟ་བུའི་ཤེས་རབ་ཀྱི་པད་དཀར་ཆུན་པོ་བཞད་ཐུབ་པའི་སྨོན་འདུན་ཡང་ཡང་ཞུ། རྩོམ་ཡིག་སྒྲོག་སྦྱང་ཞུས་ཚར། ཐེངས་འདིའི་གནམ་འོག་གི་གསར་འགྱུར་ཚན་པའི་རྩོམ་ཡིག་སྒྲོག་སྦྱང་ཞུས་པའི་བཅད་གཙོ་བཅད་གཅོད་ལེ་ཚན་ངོ་སྤྲོད་ཞུས་ཚར།